བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ང་ཚོ་ཤེས་བྱ་ཀུན་ཁྱབ་མཛོད་རྩ་བ། སློབ་ཚན་ཉེར་དགུ་པ། སྡེ་པ་བཅོ་བརྒྱད་དུ་སྐྱེས་ཚུལ་ཟེར་བ། འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཤིག་བརྒྱབ་ཡ་ཡིན། དེ་ཡི་རྗེས་དགེ་སློང་མ་ཧ་དེ་བ། སློབ་མར་བཅས། ཤིང་མངར་བསྒྲགས་པའི་རྩ་བའི་སྡེ་བཞི་བཏང། གཏེར་ལས་བྱས་པ་བཅོ་བརྒྱད་ཉིད་དུ་བསྐྱུར། འོ་གཏེར་འདྲ་གཅིག་གསུངས་པ་རེ་སྒང་དུ་རུང་བ་མ་ཡིན་པའི་གཞི་བཅུ་སུན་དབྱུང་བའི་ཕྱིར་དུ། གབ་ཏུ་བར་པ་མཛད་པ་དེ་ཡི་རྗེས། སྟོན་པ་ཉེ་ལྔ་ལས་འདས་ནས་ལོ་བརྒྱ་དང་སུམ་ཅུ་ཙམ་ལ། དགེ་སློང་མ་ཧ་དེ་བ་ཟེར་བ་ཅིག་བྱུང་བ་རེད། དགེ་སློང་མ་ཧ་དེ་བ་ཟེར་བ་དེ་བོད་སྐད་བོད་སྐད་དུ་བསྒྱུར་བ་ཡིན་ན། ལྷ་ཆེན་པོ་ཟེར་བ་དེ་འདྲ་ཅིག་རེད། ལྷ་ཆེན་པོ་ཟེར་བ་དེ་ཁོ་རང་ཆུང་ཆུང་ཡིན་པའི་སྐབས་སུ། རང་གི་ཕ་བསད་པ་དང་མ་བསད་པ། རང་ཉིད་ཀྱི་དགེ་བའི་བཤེས་གཉེན་དགྲ་བཅོམ་པ། ཅིག་ཡོད་པ་དེ་ཡང་བསད་ནས་ཨེ་ནི་ཚད་མེད་གསུམ་བྱས་བཞག་པ་དེ་འདྲ་ཅིག་ཡོད་པ་རེད། དེ་ནས་ཁོ་རང་ཡུལ་གྱི་ཁྲིམས་ལ་སྐྲག་ནས། རྒྱ་གར་ནུབ་ཕྱོགས་ཀྱི་ཡུལ་ཁ་ཆེ་ཟེར་བ་ལོང་པ་དེ་ལ་བྲོས་ནས་རབ་ཏུ་བྱུང་བ་རེད། རབ་ཏུ་བྱུང་བ་དེ་ལ་མཁན་པོ་ཡོད་རེད་ཟེར་བ་དང་མཁན་པོ་ཡོད་མ་རེད་ཟེར་བ་བཤད་ཚུལ་མང་པོ་འདུག་གང་ལྟར་རབ་ཏུ་བྱུང་བ་རེད། མཁན་པོ་ཡོད་པའི་དབང་དུ་བྱས་པ་ཡིན་ན་ཁོ་རང་གིས་ཕ་བསད་པ་དང་མ་བསད་པ་དང་དགྲ་བཅོམ་པ་བསད་པ་ལ་སོགས་པའི་ལས་ངན་པ་བྱས་པ་དེ་ཚོ་བསྲངས་ནས་མཁན་པོ་ལ་མགོ་སྐོར་བཏང་ནས་ཁོ་རང་རབ་ཏུ་བྱུང་བ་རེད། ཁོ་རང་ལ་རིག་པ་ཧ་ཅང་རྣོ་པོ་ཡོད་པ། ཧ་ཅང་བློ་གསལ་བ་ཅིག་ཡིན་ཙང། སྡེ་སྣོད་གསུམ་ལ་སྦྱངས་པ་བྱས་ནས་མཁས་པ་ཆེན་པོ་ཆགས་པ་རེད། མཁས་པ་ཆེན་པོ་ཆགས་པའི་རྗེས་སུ་རང་ཉིད་ཀྱིས་ཕ་བསད་པ་དང་མ་བསད་པ་དགྲ་བཅོམ་པ་བསད་པ་ལ་སོགས་སྡིག་པའི་ལས་བྱས་པ་དེ་ལ་འགྱོད་པ་ཤུགས་ཆེན་པོ་སྐྱེས་ནས་སྒྲུབ་པ་ཉམས་ལེན་གྱི་ཏིང་ངེ་འཛིན་ལ་མཉམ་པར་བཞག་པ་རེད། ཏིང་ངེ་འཛིན་ལ་མཉམ་པར་བཞག་པའི་སྐབས་སུ། བདུད་ཀྱིས་ཕྱིན་ཅི་ལབ་ནས་ཟིག་ལབ་གི་འདུག་མདོར་ན། བདུད་མ་རུངས་པ་དེ་འདྲ་གི་རོགས་པ་བྱས་ནས་ཁོང་རང་གི་མཚན་སྙན་གྲགས་བརྗེས་པ་དང། སློབ་མ་ཡང་ཧ་ལས་པ་མང་པོ་འདུག་པ་རེད། སྐབས་དེ་དུས་རྒྱ་གར་གྱི་སྔ་རབས་ཀྱི་ལུགས་སྲོལ་ལ། གསོ་སྦྱོང་ཚོགས་པའི་སྐབས་སུ་སོ་སོར་ཐར་པའི་མདོས་འདོན་པ་དེ་དགེ་སློང། ལྷ་པ་རྒན་པ་རྣམས་རེས་མོས་བྱས་ནས་འདོན་གྱི་ཡོད་པ་ཡིན་ཙང་ཉི་མ་གཅིག་དགེ་སློང་ལྷ་ཆེན་པོ་ཁོ་རང་སོ་སོར་ཐར་བའི་མདོས་འདོན་པའི་སྐབས་སུ། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་སོ་ཐར་གྱི་མདོ་ཡི་ནང་དུ་མེད་པའི། ཚིག་ལྷག་མ་དེ་འདྲའི་ནང་ལ་སྣུམ་པས་བརྒྱབ་པ་རེད། སོ་ཐར་གྱི་མདོ་ཡི་ནང་དུ་སྣུམ་པ་བརྒྱབ་པ་ཡིན་ཙང་དགེ་སློང་དགྲ་བཅོམ་པ་རྣམས་དང་དགེ་སློང་སྒྲིབ་པ་རྣམས་ཀྱིས་དེ་སངས་རྒྱས་ཀྱིས་གསུངས་མ་རེད་ཅེས་ནས་ཁོང་ལ་དགག་པ་བརྒྱབ་པ་རེད། དགེ་སློང་གཞོན་པ་ཕལ་ཆེ་བས་ཨ་དེ་སངས་རྒྱས་ཀྱི་གསུང་རེད་ཟེར་ནས་དགེ་སློང་ལྷ་ཆེན་པོ་ལ་རྒྱབ་སྐྱོར་བྱས་པ་རེད། རྒྱབ་སྐྱོར་བྱས་ནས། སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་དགེ་སློང་རྣམས་ཀྱི་ནང་དུ་གཙོ་བྱས་ཧ་ལས་པ་ཆེན་པོ་བྱུང་བ་རེད། དེའི་རྗེས་སུ་དགེ་སློང་ལྷ་ཆེན་པོ་གི་དགེ་ཕྲུག་བཟང་པོ་ཟེར་བ་ཅིག་བྱུང་བ་རེད་བཟང་པོ་ཟེར་བ་དེ་བདུད་ཀྱི་སྤྲུལ་བ་རེད། ཁོ་བྱུང་ནས་ཀྱང་སྔར་གྱི་ཁོ་རང་གི་དགེ་རྒན་གྱི་འདོད་ཚུལ་ཇི་བཞིན་དུ། ཞེས་སྔགས་ཟེར་བ་དེ་འདྲ་ཅིག་བསྒྲགས་པ་རེད། ཞེས་སྔགས་བསྒྲགས་པ་ལ་བརྟེན་ནས། དེའི་སྐོར་ལ་རྩོད་པ་མང་པོ་བྱུང་ནས། སངས་རྒྱས་ཀྱི་ཉན་ཐོས་རྣམས། བདེ་བར་གཤེགས་ལ་བྱས་སོང་བ་རེད། དེའི་རྗེས་སུ་དགེ་སློང་བཟང་པོ་གི་དགེ་ཕྲུག་ཀླུ་ཡི་སྡེ་དང། ཡིད་བརྟན་ཟེར་བ་རྙེད་བྱུང་ནས་ཞིང་སྔགས་ཀྱི་སྐོར་དེ་ཤུགས་ཆེན་པོས་རྩོད་པ་བརྒྱབ་པས་རྩ་བའི་སྡེ་བ་བཞི་དེ་ཡང་སྡེ་བ་བཅོ་བརྒྱད་ཆགས་སོང་བ་རེད། སྡེ་བ་བཅོ་བརྒྱད་ཆགས་པའི་སྐབས་དེ་སངས་རྒྱས་མྱ་ངན་ལས་འདས་ནས་ལོ་བཞི་བརྒྱ་ཡིན་མིན་དེ་འདྲ་གི་སྐབས་ཅིག་ཡིན་པ་རེད། ཡིན་ན་ཡང་དེའི་དུས་ཚོད་ཀྱི་སྐོར་ལ་བཤད་ཚུལ་མང་པོ་ཡོད་པ་རེད།